གཞན་གྱི་བདེ་བ་དེ་གཙོ་བོ་བྱས། གཞན་གྱི་བདེ་བ་ལ་གཙོ་བོ་བསམ་སྟངས་ནི་དེ་ཁུར་དུ་བླངས། རང་བསམ་སྟངས་དེ་ཡང་དེ་གལ་ཆེ་འཇུག་ལ་བརྩི་ཡ་ཆེ་མ་བྱས་པ་བྱས་བྱས་རང་དེ་གཙོ་བོ་ཞིག་ཕྱིན་པ་ཡིན་ན། སངས་རྒྱས་ཀྱི་གོ་འཕང་ཐོབ་ཡ་མེད་པ་དེ་ལྟ་ཅི་མོད་དེ་འཕྲལ་དུ་མི་ཚེ་འདིའི་སྐྱིད་པ་རེ་ཡོང་ཡོང་མ་ལྟོས་དང་འཛམ་བུ་གླིང་འདི་གང་ལ་དཀའ་ངལ་ཞི་བོ་ཞིག་ཐུབ་པ། མི་ག་ཚོད་བསད་ཀྱི་འདུག་བ། གསོད་རིགས་ག་ཚོད་བཏང་གི་འདུག་བ། མདོར་ན་ཆོས་དད་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་གསོད་རིགས་བཏང་གི་འདུག་བ། གཞན་བརྩེ་བ་མེད་པ་ཡིན་ས་ཀོ་ཆུང་པོ་རེད། ཤེས་སོང་བ། མི་རང་ཉིད་བྱམས་བརྩེ་མེད་པ་ཡིན་དུས་ས་ནས་ད་སྲོག་ཆགས་ཁྱོན་ནས་གྲངས་མེད་པ་ཆེ་ལ་བརྡབ་གསིག་ཤུགས་ཤིག་བཏང་གི་འདུག་བ། ས་གཞན་ཕན་གྱི་བློ་རྟོགས་སུ་ཡོད་རོགས་བྱས་ན། ང་རང་ཚོ་འཛམ་བུ་གླིང་གི་མི་དེ་ཡི་དེའི་སྐྱིད་པ། ཨ་ནི་ཁོར་ཡུག་དེ་ཡི་དེའི་གཙང། ཡིན་ཁུལ་དུ་བ་ཚྭ་དེ་འདྲ་ཡིན་དུས་ས་ནི་བདག་སྟེ་གཞན་གྱི་སྡུག་བསྔལ་ཞིག་ལ་ཡང་དག་བྱ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་སོ་ཡང་སྟེ། ཚྭ་དེ་འདྲས་ཀྱིས་ད་ཅིག་གིས་གཞན་ཕན་གྱི་བློ་གཅིག་བསྐུར་རོ་བསམ་བློ་བཏང་ཐུབ་ན། ད་ངས་དེ་གའི་རལ་དེར་བོད་ལ་ང་ར་བྱ་བྱས་ནས་སྤྱོད་འཇུག་ད་ཉམས་ལེན་གཙོ་བོར་བྱེད་བསྡད་ཀྱི་ཡོད་འོ་ད་དེའི་རྐྱེན་པས་རང་གཅེས་འཛིན་ཤུགས་ཆུང་རུ་ཕྱིན། གཞན་གཅེས་འཛིན་ཤུགས་ཆེ་རུ་ཕྱིན། དུ་བྱས་ཡིན་དུས་ས་ནི་དངོས་གནས།

དུ་འོད་གསལ་ནི། མདོར་ན་ཡང་ནི། སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་སེམས་གཉིས་པོ་དེ་ཟུང་འབྲེལ་བྱས་ནས་བསམ་བློ་གཏང་གི་ཡིན་ན་མི་ཚེ་དོན་དང་ལྡན་པ་ཡོང་གི་རེད། བོད་གངས་ཅན་གྱི་ལྗོངས་ཀྱི་མཁན་ཆེན་ཞི་བ་འཚོས་གཙོས་པ་སྣང་ངེ་སངས་རྒྱས་ཀྱི་བསྟན་པ་མཇལ་རེ་མཇལ་དགོས་ཤེས་པ་ཞིག་ཡོང་གི་རེད་གོ་སོང་ང། འདི་ཡིད་ལ་བསམ་བློ་གཏང་མཁན་མེད་པ་ཆེ་ཡང་ནི་སྔགས་འདྲེ་གྲང། ཞེས་བསྡད་འདུག་པ་གཅིག་གོང་གི་སྡེ་དགེ་རྩེ་གི་ནམ་འཕང་གཅོད་ཐུབ་ཡག་ཅིག་དང་ས་ཆོས་ཆེན་པོ་ཡོང་ཐུབ་ཡག་ཡོག་མ་རེད། ད་བྱང་ཆུབ་སེམས་སྟོང་ཉིད་ལྟ་བའི་གྲོགས་བྱས་ནས་བྱང་ཆུབ་སེམས་བསྐོར་བའི་བསམ་བློ་གཏོང་དང། དེ་བས་སྐྱོ་ངལ་ཀུན་སེལ་བའི་བྱང་ཆུབ་སེམས་ཀྱི་རྟ་ཞོན་ནས་བདེ་ནས་བདེ་བར་འགྲོ་བ་ལ་སེམས་ཤེས་སུ་ཞིག་སྒྱིད་ལུག་འགྱུར་ཞེས་ནས་གསུང་བཞག་སྟེ། ཞི་བ་ཞིག་ཏུ་བ་སེམས་ལ་ནུས་པ་ཞིག་བ་ཞི་བ་ཞིག་ཏུ་བ། ཚེ་རབས་ནས་ཚེ་རབས། བསྐལ་པ་ནས་བསྐལ་པ། བདེ་ནས་བདེ་བར་འགྲོ་ཐུ་ཡག་ཅིག་བྱུང་ན་དེ་ཡག་པོ་མ་རེད།